མཚམས་མཚམས་རྨི་ལམ་སྟངས་ཀྱིས་མཚམས་མཚམས་མངོན་སུམ་དང་མཐོང་སྣང་ལ་ཞེས་བྱ། དེ་ཚོ་འདི་ཚོའི་བྱེད་སྒོ་རེད་དེ་ནི་སྣ་ཚོགས་ཤིང་རྟ་ལ་སོགས་པ་དྲི་ཟ་དེ་ཚོའི་བྱེད་སྒོ་རེད་ཞེས་དྲི་ཟའི་སྒྲས་བསྟན། གང་ཡིན་ཞེ་ན་ཁོ་ཚོ་ལ་ཡང་ལས་དབང་གི་གྲུབ་སྟངས་ཤེས་མཁན་ང་དུག་ལོག་ཚ་བ་འདྲ་བོ་དང་ཡང་ན་ངའི་ལག་པ་བཟུང་བཞག་མཁན་དང་བཅས་གཅིག་གྲུབ་པ་དང་གཅིག་སྣོམ་དུས་ང་མི་ཚེའི་ལོ་རྒྱུས་ཆ་ཚང་ཧ་གོ་གི་འདུག་བ་ངག་གི་མདོག་དང་དབྱིབས་དང་གསལ་སྟངས་དང་ཆ་ཚང་ཧ་གོ་གི་འདུག་དེའི་ཆ་ཚང་ཧ་གོ་ཁོ་ཚོ་དྲི་ཟ་དགོས་དུས་དེའི་དྲི་ཨ་ཐོབ་ལྟ་ཡག་གི་ཆེད་དུ་དེ་ནི་ང་ཡིན་མདོག་མདོག་ཁ་བོ་ཟེར་ནས་ཁྱེད་ཚོ་ལ་རྒྱུ་ལོག་རྒྱུའི་རྒྱུ་མཚན་དང་བཅས་པ་ཆ་ཚང་བཤད་རྨི་ལམ་དུ་ཚོ་ལ་སྟོང་འདྲ་མི་འདྲ་བྱེད་གི་རེད་སོང་དེ་གཤེན་པོ་དངོས་གནས་དེ་མ་རེད་སོང་དེ་འདྲ་དེ་འདྲ་བྱེད་གི་རེད་སོང་ད་ལྟ་དེ་ནས་ཚེ་འཕོ་བ་ཇི་ལྟར་འགྱུར་བ་བྲིས་པ་མདོག་བསུ་བ་ཞིག་ཡོད་རེད་བྲི་མཁན་དེ་ཟས་གཙང་མས་བྲིས་ལན་དེ་སངས་རྒྱས་ཀྱི་རྒྱབ་ཞོག་པ་དེ་འདྲ་བྲི་བ་སྤྱོད་ལ་ལན་སྤྱོད་རྒྱབ་ཞོག་པ་ཞིག་ཡོད་རེད་དེ་ནང་དོན་འདྲི་བཤད་ཞིག་ཡོད་རེད་དེ་བྲི་ཟིག་རེད་དུ་ཟུག་གི་དེ་འདྲ་བྱེད་ལུགས་ཡོད་རེད་སོང་དེ་བཤད་པ་རེད་དེ་དང།

ཕ་རོལ་འཁྲུལ་འཁོར་རབ་ཏུ་འབྱོར་མ་གཡས་བསྐུམ་གཡོན་བརྐྱང་ཞབས་ཀྱིས་མནན་ཏེ་མེ་འབར་འཁྲུགས་པ་ཤིན་ཏུ་འབར་མ་ཞེས་པ་སྟེ། ཨ་མེ་བ་སེར་མེ་འབར་སེར་མེ་འབར་བ་དེ་ལ་ཇི་ལྟར་མེ་འབར་བ་ཤིན་ཏུ་འབར་བ་སོགས་དཔལ་ཆེན་པོ་འབར་བ་སྐད་ཅེས་བྱ་བ་སྟེ། མེ་འབར་ཤིན་ཏུ་འབར་བ་ཁྲོ་བོ་འཁྲུགས་ཤིང་འཁྲུགས་པ་བསྐོར་བསྟན་ཏེ་ལགས་པ།

མེད་པ་ཟེར་བ། ད་ད་ལྟ་ང་ཚོ་བོད་པ་གི་གཞོན་སྐྱེས་རྟོག་སད་པ་ཡིན་ན་གསལ་འདུག་གི་གྲྭ་ལོག་དང་གྲྭ་བྷ་ཡིན་ན་མི་བཟོད་མཁན་ནི་བསྟན་པ་གི་ཕོག་འདུག་ཟེར་ཆེད་བཤད་འདྲ་འདུག་ད། ད་འཛམ་བུའི་གླིང་མི་གི་ནི་དུས་རབས་ཉི་ཤུ་རྩ་བརྒྱད་པ་དང་སངས་རྒྱས་བསྟན་པའི་སྐྱོབ་ཐོབ་ནི་མ་གཏོགས་པ་གི་འཛམ་གླིང་ལྷོད་ཆུ་གཉིས་ཀ་ཕོག་འགྲོ་ཡག་གི་ཉེན་ཁ་འདུག་ཟེར་ནས་ད་ཧ་ལས་ཡག་སྐད་རྒྱག་གོ་རོགས་ཧ་ལས་ཡག། དེ་ནས་ཤ་ཁ་ཚང་ཞག་ཐེངས་གཅིག་བཤད་ཚར་རེད་ད་ལྟ་ང་ཚོ་ཡོང་ད་ཡོང་ཁ་ད་བར་གྱི་སྔོན་ཙམ་རེད། ཕ་རན་སི་གི་ཉམས་ཞིབ་བཟོས་པའི་གནས་སྐབས་སུ་ལས་ཆུ་ལོག་མེད་མཁན་དག་ལས་ལྡོག་ཚོད་མི་འདུག་ཟེར། དེ་ཡིན་དུས་ཆུ་ལོག་འགོག་གི་འདུག་ཟེར་ཆུ་ལོག་ནང་ནས་ཡག་ཤོས་དེ་ནང་པ་སངས་རྒྱས་པའི་ཆུ་ལོག་རེད་སྟབས་དེ་སློབ་སྦྱོང་སྤྲད་ཐུབ་ཡག་དེ་དཔེ་དཀར་ཆེན་པོར་བཟོས་ཉམས་ཞིབ་བྱས་ནས་འབྲས་བུ་བཏོང་རེད་ད།

ཧིན་དུའི་རིགས་ཧིན་དུ་ཆོས་ལུགས་ལ་ཧ་ལས་ཡག་ཤེས་ཀ་ཆེན་པོ་ཡོད་པས་ཁོས་བཤད་ཀྱི་འདུག་ཨེ་ཤ་ཡ་གླིང་དེ་དུས་རབས་ཉི་ཤུ་རྩ་གསལ་བར་དེ་ཨེ་ཤ་ཡ་གི་དུས་རབས་རེད་ཟེར་ཨེ་ཤ་བ་ག་ལ་ཡན་གི་དུས་རབས་དེ་དེ་ནས་འཛམ་བུའི་གླིང་སྟེང་ནས་ངོམ་ཐུབ་པ་ཞིག་ཟེར་ན་ནང་པ་སངས་རྒྱས་པའི་ཆོས་འདི་བརྒྱུད་ནས་ངོམ་ཐུབ་ཀྱི་རེད་མ་གཏོགས་འདི་མེད་པའི་སྒོ་ནས་རྩ་བ་ཉིད་ནས་ཟེར་ཡག་མི་འདུག།

དེ་མ་གཏོགས་པ་གི་སེམས་ཅན་གི་དུང་ཟིན་ཏོ་ཟེར་ནས་དེ་ནི་མི་ཚེ་སྟོང་ཟད་ལ་མ་བཏང། མ་བཏང། ད་དེ་གནས་སྐབས་སོགས་ལ་སེམས་ཅན་གི་དུང་ཟིན་ཐུབ་བོ་མ་རེད། གང་ཟེར་ན་ང་རང་ལ་ནུས་པ་ཡོད་མ་རེད། ཁྱོད་རང་ཚོ་སྒྲུབ་པ་ཉམས་ལེན་བྱས་ནས་སོ་སོའི་ལུས་ངག་ཡིད་ལ་ནུས་པ་ཡོད་པ་ཞིག་སླེབས་པ་ཡིན་ན། སེམས་ཅན་ཟད་འགྲོ་གི་མ་རེད། སེམས་ཅན་དུས་ཚོད་རྫོགས་འགྲོ་གི་མ་རེད།

འོ་དེ་དེ་བསྟན་པ་ཡང་མེད་པ་བཟོ་དགོས་རོ། ད་བསྟན་པ་འཛིན་མཁན་གང་ཟག་མེད་ན་བསྟན་པ་མེད་འགྲོ་དགོས་རོ། འོ་དེ་དེ་སྒྲུབ་པ་ལ་བར་དུ་གཅོད་པའི་དགྲ་བོ་མ་ལུས་པ་རྣམས་ཀྱིས། དེ་ནི་གནོད་པའི་བསམ་པ། གནོད་པ་བསམ་རྒྱུར་ཏེ་གནོད་པ་གི་ཕ་རོལ་པོ་གཞན་ལ་གནོད་ཅི་ཡག་གི་བསམ་བློ་རང་བཏང་ནས། ད་ལས་ཀ་དེ་བྱེད་དགོས་རོ། གནོད་པ།

ཤེས་ཀྱི་མེད་ལ། དང་པོ་ཁོ་རང་ནི་གསང་བ་རེད་གང་ཟག་སྐལ་ལྡན་ལས་ཀ་སྐྱེས་ཞེས་ཡ་རེད་མ་རུང་དེ་ལས་ཀྱང་དྲག་པོའི་ལས་ཀ་དེ་བས་ཀྱང་རུང། ད་ཅེ་ཟེར་དུས་ད་ཡིན་ན་ཡང་བོད་ཁོ་རང་ཁ་ཁོ་གང་ཞིག་བོད་པོ་མི་ལས་བློ་རྒྱ་ཆེ་བ་ཞིག་དང་དག་ཆས་མཚར་བ་ཞིག་སའི་སྟེང་ལ་ཆུད་ནས་མེད་ཡིན་འདུག་བ། གང་ཞིག་ཏུ་ད་ལྟ་གནས་སྐབས་སུ་ལ་དེ་ངས་བཤད་ནས་ད་མགོ་དེ་ནས་བཟུང་ནས་ད་ང་ཚོ་ལ་སྡོམ་པ་རྣམ་པ་གསུམ་ཞུ་ཡག་རེད་རྟོགས་པ་ཡེ་ཤེས།

མ་ལུས་སོགས་ཀྱི་འཁོར་ལོ་བརྒྱན་པ་རང་གི་འོག་གི་ཚོགས་རྣམས་འཁྲུགས་མ་ཞེས་པ་དང་དེ་ནས་ས་བརྒྱ་བརྒྱ་དང་ཡང་ས་ལ་ཀ་ནི་དཀོན་མཆོག་གསུམ་ཚོགས་པར་ཟད་པའི་ས་བརྒྱ། གཉིས་པ་ཁ་སྦྱོར་ལག་པ་གཉིས་ཏེ་ཕ་བརྒྱ། དེ་ཁ་སྦྱར་བརྒྱ་དེ་ནས་གུང་མོ། གུང་མོ་གཉིས་པོ་དེ་བརྒྱ་བྱས། དེ་ལ་དེ་ནས་མཛུབ་མོ་གཉིས་པའི་སྟེང་བར་མ་དེ་ལ་གུང་མོ་ལག་པ་དང་པོ་གཉིས་མཛུབ་མོ་དེ་གཉིས་བར་མ་ལ་མཛུབ་མོ་ལག་པ་དེ་སྟེང་ནས

འཁོར་བ་ལས་ཐར་བ་དེ་ཉིད་ལ་ཐར་པ་ཐམས་ཅད་ཁྱད་པར་ཚུལ་སངས་རྒྱས་ཀྱི་དགོངས་པ་ད་དེ་སོགས་ལ་ཡང་རིམ་པ་བཞིན་དུ་འཁྲུལ་པར་མཛད་དགོས་རེ་ཟུང་དུ་བཤད་དེ་དུས་འདི་ན་འོ་ད་དབང་དུ་བསྡུ་བ་ལས་ཀ་མེད་དེ་བཙོང་དུ་ཟིན་ཞེས་གསུངས། བཅུ་གཅིག་པ་ནི་བསམ་འཆར་ས་གཞི་བྱུང་བའི་ཚོགས་རྣམས་ཐམས་ཅད་འགུགས་པར་ནུས་པ་ཉི་མ་ཁྲོ་གཉེར་གཡོ་བའི་ཡི་གེ་ཧོང་གི་ཕུང་པོ་ཐམས་ཅད་རྣམ་པར་སྒྲོགས་མ་ཞེས་པ་སྟེ། དེ་ནི་ཁྲོ་བོའི་སྐུ་སོགས་ཚུལ་དེ་ནི་ཁྲོ་གཉེར་གཡོ་བ་ཧོང་འདྲེ།

ཡང་དག། བཅུ་གཉིས་པ། ཚིགས་བཅད་བཅུ་གཉིས་པ་ཐོགས་སོ། བཅུ་གཉིས་པ་ནི། སམ་སར་ཟླ་བ་དུམ་བུའི་དབུ་རྒྱན་བརྒྱན་པ་ཐམས་ཅད་ཤིན་ཏུ་འབར་མ་རལ་པོ་ཁྲོ་ནི་འོད་དཔག་མེད་ལས་བཏགས་པར་ཤིན་ཏུ་འོད་ནི་འཛིན་མ། གསུང་དང་འདི་ཡང་འོད་ཀྱང་སྦྱངས་ཤིག། ཞེས་པ་སྟེ། ཟླ་བ་སེར་པོ་དུམ་བུ་དབུ་རྒྱན། ཨོ་རྒྱན་གཟིགས། རྗེ་བཙུན་དྲུང་དབུ་རྒྱན་དེ་དང་ཅེག་རྒྱན་གྱི་ཁྱད་པར་གཞན། ཟླ་འོད་དབུ་རྒྱན་གཅིག་པོས་མ་ཚད་པ་རྒྱན་གྱི་ཁྱད་པར་གཞན་དག་དང། དེ་ནི་ཞི་བྱེད་བཅུ་གསུམ་སེ་ཡ་དེ་ཞི་བའི་ཆེ་ཆ་དང་རོ་དེ་ཡོངས་རྫོགས་རེད། ད་ལྟའི་འདི་རིགས་དག་ར་རལ་པ་འཁྲུགས་ན།

སང་འོག་གི་ཆ་ནས་རྟོགས་ཤིང་བཅུ་གསུམ་པ། ས་མཚར་དཀར་པགས་ཐ་མི་མེ་ལྟར་འབར་བའི་ཕྲེང་བའི་དབུས་ནས་གནས་མ། གཡས་བརྐྱང་གཡོན་བསྐུམ་ཀུན་ནས་བསྐུར་དགའི་སྒྲ་ཡི་པོ་ནི་རྣམ་པར་འཇོམས་མ་ཞེས་པ་སྟེ། གོང་གི་རྟགས་འདི་དྲག་པོའི་རྣམ་རྒྱལ་སྟོང་ཡོངས་པའི་སྐབས་སུ་དེ་ནས་འོག་སྟེ། མེ། འབར་བའི་རྣམ་པ་ལ་འཇོག་འགྲོ་བར།

བཞིན་གསེར་གྱི་སྣང་ནས་ཕ་གསེར་གྱི་སྣང་འགྲོ་ཡ་མ་གཏོགས་ཚོར་ཉམས་ང་བག་ཚ་མེད་པའི་སྐད་ཆ་རེད་དགའ་བོ་ཉམས་ཀྱིས་མི་དང་མི་མ་ཡིན་པའི་ཟི་ལྟ་ཅེར། ང་ཚོ་མི་ཡི་འགྲོ་བ་ལ་སྲུང་བ་ཡིན་དུས་དེ་བདུད་རྩི་གཙོ་བོ་ཟེར་ནས་མི་ལབ་ད་དེ་མ་ཡིན་པའི་གཞན་དག་ཆ་ཚང་རེད་མི་མ་ཡིན་པའི་དགྲ་བོའི་དཔུང་ཚོགས་ཐམས་ཅད་རྣམ་པར་འཇོམས་པ་རྣམ་པར་འཇོམས་པ་ཟེར་བའི་སྐབས་སུ་གནས་སྐབས་མ་མགོ་ནོན་ཟེར་བ་ཙམ་མ་ཡིན་པ་རྩ་བ་དྲུངས་འབྱིན་ནི་མེད་པ་སྲིད་ཐུབ་རེད་ཟེར་ཡ་ལ་རྣམ་པར་འཇོམས་པ་ལ་འཇོམས་པའོ། བཅུ་བཞི་པ་ནི་བསམ་སར་ས་གཞིའི་ངོས་ལ་ས་གི་མཐིལ་གྱི་སྣོད་ཅན་ཞབས་ཀྱི་གདུང་མ་ཁྲོ་གཉེར་སྤྱན་གཟིགས་ཡི་གེ་ཧོང་གི་རིམ་པ་བདུན་པོ་རྣམས་ནི་འགལ་མ་ཞེས་པ་སྟེ། འདི་ཡང་དྲག་པོའི་དང་སྟབས་བསྒྱུར་དང་ལས་འདུ་བ་ཞལ་རས་ཁྲོ་གཉེར་སྤྱན་དུ་མཛད་ཅིང་འཇིགས་པའི་ཧོང་སྒྲ་སྐྱེས། གསེར་གྱི་སྣོད་ཡང་སྒྲ་གདངས་དེ་ཉིད་ལ་ཧོང་གི་སྒྲ་གདངས་ཡོང་སྟེ། ས་ཞབས་ཀྱི་མཐིལ་རྣམས་ས་གཞི། ང་ཚོ་མི་དེ་ཚོ་རྩིག་པ་ཟ་བ་འདི་རྐང་པ་དང་ལག་པ་ས་ལ་བརྡབས་འདུག་བ། དེ་ཡང་ང་ཚོའི་མི་ཡི་སྣང་ངོ་ལ་སྣང་བ་ཡིན་དུས་རྗེ་བཙུན་སྒྲོལ་མ་གཞན་སྡུག་པ་སྐྱེས་ན་འདོར་བའི་ཆེད་དུ་དྲག་ཏུ་འཁྲུལ་པའི་གནས་སྐབས་སུ་ལ་ཟག་རྒྱབ་ཀྱི་མཐར་ཟག་གི་ངོ་སྣོན་གྱི་རེད་གསུངས་དོན་ཅི་རེད་ཟག་རྒྱབ་ཀྱི་མཐར་ན་ཟག་གི་ངོ་ལ་སྣོན་པས། ས་ཆེན་པོ་འདི་ཉིད་ཀྱི་འོག་ཏུ་སོང་ད་ལྷ་མ་ཡིན་དེ་ཚོ་འོག་ལ་རིམ་པ་གཞན་དུ་ཡོད་རེད་ལར་བ། འོག་ཏུ་ཐོག་ཕོབ་རིམ་པ་བདུན་ཡིན་སྲིད་ཁང་པ་ཐོག་ཕོབ་རིམ་པ་བདུན་ཡོད་པ་ནང་གི་ཐོག་ཕོབ་རིམ་པ་བདུན་བཞིན་གནས་པས་མི་མ་ཡིན་གྱི་སྣོད་བཅུག་དང། སྣོད་མ་ཡིན་པའི་འབྱུང་པོ་རོ་ལངས་དག་དེ་ཚོའི་སྐོར་དང་རེ་དོན་པར་འཐོར་བར་མཛད་པའོ། དེ་ནས་སྲང་སྐོར་ཤོག་ཆེན་པོ་རྒྱུག་པ་ནང་བཞིན་ཞིག་འཐོར་འགྲོ་གི་རེད་ཟེར་འཐོར་བར་མཛད་པའོ། བཅོ་ལྔ་པ་ནི། བསམ་འཚར་ལྡན་མ་རྒན་མ་ཞི་མ་མྱ་ངན་འདས་བཞི་སྤྱོད་ཡུལ་གཉིས་མ་སྲོག་ཨམ་དང་ཡང་དག་ལྡན་པས་སྡིག་པ་ཆེན་པོ་འཇོམས་པ་གཉིས་མ།

མི་མཐུན་པའི་རྒྱུ་འབྲས་དུ་སུ་བཟློག་རེ་སོགས་ཐེག་ཆེན་པོ་དག་ཅིང་བརྗོད་པར་ཟད་དོ། སྐྱེ་འགྲོ་པ་ནི་སམ་ཚར་ཀུན་ནས་བསྐོ། རབ་དགའ་བའི་སྒྲ་ཡི་ལུས་ནི་རབ་དང་འགལ་མ་ཡི་གེ་བཅུ་པོ་ངག་ནི་བཀོད་པའི་རིག་པ་ཧཱུྃ་ལས་སྒྲོལ་མ་ཉི་མ་ཞེས་པ་དེ། རྩ་སྔགས་ཡི་གེ་བཅུ་པ་ཨོམ་ཏཱ་རེ་ཏུ་ཏཱ་རེ་ཏུ་རེ་སོགས་ལ་ཟེར་ཡ་དེ་རེད། ད་དེ་ནི་སྒྲོལ་མའི་ས་བོན་དེ་ཧཱུྃ་ཡིག་རེད་འདོད། ས་བོན་ཧཱུྃ་ཡིག་ལས་བྱུང་བའི་ལྷ་མོ་སྒྲོལ་མ་ནི་ཟངས་ལྕགས་གསུམ་པ་དགའ་བོ་ཐུགས་ལྡན་རྣམས་ཀྱི་སྐོར་བཤད་ཡིན་སྲིད། བཟང་སྤྱོད་གསུམ་པ་དག་བདག་ལས་མྱ་ངན་ལས་འདས་པ་ལ་མཉེས་ཤིང། གདུལ་བྱ་འདོར་བ་ལ་མཐོ་ཐོབ་པར་ཆགས་ནས་དེ་ནི་དགའ་བོ་ཐུགས་ལྡན་ཕྱག་རོགས་རེད་ཨེ་རྣམས་ལ་བསྐོར་ཞིང་སེམས་ཅན་ལ་འཚེ་བའི་དགྲ་ཡི་ལུས་ནི། བསྟན་པ་དང་སེམས་ཅན་ལ་གནོད་བའི་དགྲ་ནི་དགྲ་ཡི་ལུས་དེ་དག་ཐམས་ཅད་རབ་ཏུ་འགེམས་པར་བྱེད་ཀྱི་ཟིན་ད་ལྟ་དྲག་པོའི་ཕྲིན་ལས་སྐྱེས་བྱ་ར་དགྲ་ཡི་ལུས་ནི་རབ་ཏུ་འགེམས་པའོ། བཅུ་བདུན་པ་ནི་བསམ་སར་བཏུ་རུའི་ཞབས་ནས་བདག་པོའི་ཧོང་གི་གནའ་བོའི་ཚ་བོང་ཉིད་མ། རི་རབ་མི་འདག་ར་དང་འབོད་ཟིག་འཇིག་རྟེན་གསུམ་ན་གཡོ་བ་ཉི་མ་ཞེས་པ་དེ་ཧོང་ཡིག་ས་བོན་དུ་གྱུར་པའི་ལྷ་མོ། ཐོག་གི་ས་བོན་རིང་དུ་བ་འདི། ས་བོན་དུ་གྱུར་པའི་ལྷ་མོ་བཏུ་རེའམ་བོ་རྒྱ་གར་སྐད་ལ་བཏུ་རེ་ལབ་སྟེ་བོད་སྐད་ལ་སྙུར་མ་ཟེར་ཡག་གི་དོན་དག་ཆགས་རེད་དེ་སྙུར་མའི།